ད་ནི་ཁྱུག་ཙེ་ཤི་ཡང་ལམ་སང་ལུས་འདི་གྲུབ་བོར་ད་ཤི་ཟེར་ནས་མ་ཉམས་པའི་ཟོལ་འགྲོ་བྱེད་ཡང། བྱས་ཙང་སྐྱེ་བ་ཞིག་ཡང་གཞན་དག་ལ་གྲོལ་བའི་གི་གོ་སྐབས་དེ་དུས་འདྲ་རེ་རེ་ལ་མ་མངའ་ཡོད་རེད་མཚམས་ལ། བྱས་ཙང་དེའི་མཚམས་དེ་ལ་ཨ་ནི་སྐྱེ་བ་ནི་བཟང་བོར་གྲོལ་ཡའི་དོན་དག་ལ་ང་ཚོ་ཡི་དུས་འདྲ་རེ་རེ་ལ་དགེ་སྦྱོར་བྱེད་འོ་དེ་རེད། ད་ད་ལྟ་ཚོའི་དང་དུས་ཚོད་ནང་ལ་ཤེས་པ་ཡིན་ན་ཞག་མ་བཞི་བཅུ་ཞེ་དགུ་ནི་ལྷག་ག་དེ་གི་མ་རེད།

ད་ཤོད་ལ་གྲོ་བྲན་པ་ཡིན་ན་འདོད་པ་ཤུགས་ཆེན་པོ་ཞིག་སྐྱེས་པ་ཡིན་ན། ཨཱ་ནི་ཁྲིད་འགྲོ་དགོས་རེད་ད་འདི་གི་དེ་ནི་མ། ཁྲིད་འགྲོ་དགོས་རེད་གཟུགས་པོ་རགས་པ་ཡིན་དུས་ཨཱ་ནི་ག་ལི་ག་ལི་ཁྲིད་དགོས་རོགས། ལམ་སང་ལས་ཡོད་མ་རོགས། ད་བར་དོ་འདི་ལ། ཕ་གི་གྲོ་ལ་བ་དང་འདོད་པ་འདི་སྐྱེས་པ་དང་གཟུགས་པོ་འདི་ཕ་གི། སེམས་དང་བྲལ་བ་ཡོད་དུས་བས་སུ་རོ་ཧ་ལོ་ལི་རགས་པ་འདི་མ་ཡིན་དུས་ལམ་སང་ཕ་གི་ལས་འགྲོ་དགོས་རེད་སྐད་ཆ་དེ་རེད།

ད་འདི་སྣང་བ་ཤར་རེ་ཤར་བཅུ་ཡས་དེ་ག་རེ་རེད་སྲིད་དུས་ད་གཞི་ནས་ནི་ཤེས་པའི་སྒང་ལ་ཡོད་དེ་ངེད་ཀྱི་ལས་ཀྱི་ནུས་པ་དེ། ལས་ཀྱི་ནུས་པ་དེ་གི་འཁྲུལ་སྣང་དེ་ཤར་བཅུག། ཨ་ནི་འཁྲུལ་སྣང་དེ་ཤར་བ་ཙམ་གྱིས་ཕ་གི་ལེགས་མར་བ། ཕ་གི་ལས་དེ་འདོད་པ་དེ། ཨ་ཕ་གི་སྣང་བ་སྐྱིད་པོ་དེ་མཐོང་ཡོང་དུས་ང་འགྲོ་གི་ཡིན། འདོད་ཆགས་དེ་ཡོད་ཡིན་ཙང་འདོད་ཆགས་དེ་གིས་ཨ་ནི་ཕ་འགྲོ་གི་ཡིན་ཟེར་བའི་བསམ་པ་དེ་སླེབས་པ་དང། ལུས་དེ་ཕྲ་མོ་ཡིན་ཙང་ཨ་ནི་ཕ་གི་ལས་འགྲོ་ཡ་ཆེ། ཡང་ཕ་གི་ལས་ཚར་བའི་རྗེས་ལ། སྤྱིར་བཏང་འཁྲུལ་སྣང་སྐྱེད་ལས་དང་འདོད་ཆགས་གཉིས་འདི་གི་ཟུང་འབྲེལ་གྱི་ཐོག་ནས་ལས་ཀ་བྱེད་དགོས། ཕ་གི་འཁྲུལ་སྣང་སྐྱེད་བཅུག་ངན་འདི་ལས་བྱེད། ཀླད་ཚ་དུས་ཕ་གི་ཀླད་བཅུག་ངན་འདི་འདོད་པ་འདི་བྱེད། ཕ་གི་ཀླད་ཚ་བའི་བྱེད་ལ། སེམས་འདི་དང་ཕ་གི་ཕ་མའི་ཁུ་ཁྲག་གཉིས་འདི་ཚུར་དྲིལ་བ་ཆགས་བྱེད།

ཆོས་སྦྱིན་ནས་ལས་འདི་རེད་ཆོས་སྦྱིན་ནས་ཡང་འདོད་ཆགས་འདི་གི་ད་དེ་ནས་ཨ་ནི་དུས་དུས་སྐབས་འདི་ལ་ཐུག་མ་ད་ལྟ་ཡིན་ན་ངའི་གཟུགས་པོ་སེམས་བདག་པོ་དེ་གི་དོ་འདི་འཚོལ་ཡས་དོན་དག་ལ་འདོད་ཆགས་འདི་གའི་ཚུལ་ཁོང་ཚོ་གཉིས་ཤེས་པ་དང་གཟུགས་པོ་གཉིས་འདི་ཁ་མ་བྲལ་ལ་ཧུར་ཐག་ཧབར་ཐག་བྱེད་གི་བ་རེད་ལས་འདི་གའི་ཕ་གི་ད་བྱར་རྩིས་གི་ཚོད་འདི་ཨ་ནི་འདི་ཆགས་འགྲོ་གི་བ་འདི་ལ་དུས་ཚོད་ན་དེ་འདྲིས་གི་བྱར་རྩིས་འདི་ལས་སྤུས་དག་ལོས་ཡོད་ད།

ཨ་ནི། ལས་ཀྱི་བར་གྱི་སྐྱིད་པོ་ཡོང་བས། ཚེ་ཇེ་མང་ཡི་སྐྱིད་པོ་ཡོང་བས། སྡིག་པ་བསགས་ནས་ཚེ་ཇེ་མང་ཡི་སྡུག་བསྔལ་ཡོང་བས། འདིས་ང་རང་ཚོད་ཀྱི་དངོས་སྟོབས་ཀྱི་རིགས་པ་ལ་ཡར་དངོས་པོའི་གནས་ཚུལ་ཞིབ་འཇུག་གི་ཐོག་ནས་འགྲེལ་བཤད་རྒྱབ་ཐུབ་ཀི་རེད། ཡིན་ནས་ཞིབ་ཚགས་པོ་བྱས་ནས། ལས་དེ་འདྲི་གཅིག་གིས་ཨ་ནི། སྡུག་བསྔལ་དེ་འདྲི་གཅིག་ཡོང་གི་རེད། ལས་དེ་འདྲི་གཅིག་གིས་ཨ་ནི། བདེ་སྐྱིད་ཆེ་ཆུང་དེ་འདྲི་གཅིག་ཡོང་གི་རེད་དེ་འདྲི་རེ་རེ་ནས་འགྲེལ་བཤད་རྒྱག་དགོས་ན། ད་དེའི་དངོས་སྟོབས་རིག་པའི་ཐོག་ནས་འགྲེལ་བཤད་བརྒྱབ་ཐུབ་དགོས་བ་མ་རེད། སངས་རྒྱས་ཀྱིས་གསུངས་བྱ་རྒྱུ་མངོན་ཤེས་ཡོད་དེ་ངས་དེ་འབྲེལ་གྱི་གསུངས་བྱ་རྒྱུ་དེ་ལ་ཞིབ་འཇུག་བྱས་ནས་ཞིབ་འཇུག་བྱེད་སྟངས་དེ་ཁ་ཐུག་དངོས་པོའི་གནས་སྟངས་ག་རེ་རེད་ཞིབ་འཇུག་མ་བྱས་པ་བྱས། མངོན་ཤེས་ཡོད་དེ་ངན་གྱིས་གཅིག་གསུངས་བྱས། དེ་སྐྱག་རྫུན་རེད་མ་རེད་ཁོ་ནོར་འཁྲུལ་ཤོར་སྲིད་ཀྱི་རེད་མ་རེད་ཡང་ཞིབ་འཇུག་བྱེད་སྟངས་ལ་ལོག་ཁག་རེད། ད་དེ་དེ་འདྲ་བོ་རེད། དཔེར་ན་ང་ཚོས་ཀྱི་ང་ག་དུས་སྐྱེས་པ་རེད། སྐད་ཆ་འདི་བཤད་འོར་བ་ག་དུས་སྐྱེས་པ་རེད་ཟེར་ན། ང་ཚོས་དངོས་པོའི་ཐོག་ནས་ཞིབ་འཇུག་བྱས་མ་གཞི་དེང་སང་ཚན་རིག་གིས་བརྡ་ཁྲ་བརྟག་དཔྱད་བྱས་དེ་འདྲི་ཡོད་ན་ཡོད་ཡོད་ཀྱི་རེད་མ་གཏོགས་ནམ་རྒྱུན་ང་ཚོ་ཡིན་ན་དངོས་པོའི་ཐོག་ནས་ཞིབ་འཇུག་བྱེད་དགོས་མ་རེད། ག་ག་དུས་སྐྱེས་ཡོད་མེད་འདི་ཕ་མ་ལ་སྐད་ཆ་དེ་བསྐྱུར་བ་དང། ཨ་ཕ་མ་གསལ་པོ་ལ་ཡ་མེད་ན་གཏན་འཁེལ་དགོས་མ་རེད། ཕ་མ་གིས་ཨོ་ལུང་ཚེ་དྲང་འདིས་འདི་ཉིན་མོ་འདིས་འདི་ཉིན་མོ་དེས་མན་ངག་རྣམས་ལ་ཡི་གེ་འདི་བྲིས་ཡོད་རེད་འདི་ཉིན་མོ་འདིས་དུས་ཆེན་འདི་འདྲི་ཞིག་ཁྱེད་ཚོ་ནས་གསལ་པོ་ལ་ཡ་ཡོད་ན་ཨ་ད་ཧ་རང་ལ་ཡིད་ཆེས་བྱས་འོར་བ།

ཨ་ནི་ང་ཚོས་ཀྱི་མིག་མཐོང་དེ་གི་ད་དུད་འགྲོ་བྱས་མི་བྱས་མི་ནི་དུད་འགྲོ་ལས་སྐྱེ་ཡོད་རེད་དུད་འགྲོ་ནི་མི་ལས་སྐྱེ་ཡོད་རེད་མི་ལས་ནང་གསེས་མང་པོ་འདུག་སྐྱེ་བ་ལས་ནང་གི་ཁྱད་པར་བཞི་པོ་ཡོད་རེད་བ། ད་གི་དེ་ནས་ཨ་རི་ལས་སྐྱེ་ཤར་བ་ཡིན་ན་ཨ་རི་བི་ཛ་ཞུ་དགོས་ཡ་མི་འདུག་ཁོ་ད་ག་རང་རེད་ཚར་བ། ཨ་ནི་སྐྱེ་བ་སྔ་ཕྱི་ཁས་ལེན་པའི་ཐ་ནས་ཆུ་བོ་བཟོ་སྟངས་བཅས་ཡོད་རེད་ད་ལས་ཀྱང་མ་གོ་ནས

འབད་པ་བཅུ་གཉིས་དམ་པ། ལུགས་ནི། ཨ་ནེ་སྲ་བ་ལ་བས་བྱས་ལོ་བཅུ་གཉིས། ལོ་བཅུ་གཉིས་བྱས་ལ་སྟོན་དུས་བཞི་དང་འདྲ་ཤིས་མི་འདུག་ཟེར། དབུགས་འགྲོ་ས་ཡོད་མ་རེད་ཟ་ཧའི་ཡོད་མ་རེད་འཐུང་ཧའི་ཡོད་མ་རེད། ཨ་ག་འདྲེ་སྡེ་གི་བ་རེད་དེ་དྲི་ཤེས་ཡོད་མ་རེད་ད་སྡེ་རྒྱུ་ཡོད་པ་དེ་ད་ཁོ་རང་གི་གཅིག་སྡེ་ལ་ད་ཅི་བྱས་ནས་ལོ་ས་ཡ་འགྲོ་བ་ནང་བཞིན་ཨ་ནེ་སྲ་བ་ལ་ལོ་བཅུ་གཉིས་འདྲེ་ཡིན་བས་པ་དེ་བ་རེད་བ། བྱས་ཙང་ང་ཚོའི་གི་ང་ཚོའི་ཡིན་སོ་སོ་ཀྱང་དབྱངས་ལ་འཚམས་མདངས་དེ་གི་ད།